ཀུན་གསལ་དང་ཀུན་འཇོམས་དུ་མར་འབྲེལ་བ་ཡོད་ན་གཅིག་བྱེད་དགོས་པ་འདྲ། ཟླ་ཤེལ་ཟེར་བ་དེ་ཚོ་སྨན་ཞོ་ཅིག་རེད་སྙེ་མ་བྱས་ན་ཟུག་ལུག་ཟླ་ཤེལ་ཆེ་མེད་སྦྱོར་བ་ཟེར། འདི་ནི་རྗེ་བཙུན་གཟུགས་མཁར་བ་མཉམ་ཉིད་རྡོ་རྗེས་མཛད་པ་ཡིན་ལ། རྗེ་བཙུན་གཟུགས་མཁར་བ་མཉམ་ཉིད་རྡོ་རྗེས་མཛད་པ་ཡིན་ལ། ད་གཟུགས་མཁར་མཉམ་ཉིད་རྡོ་རྗེ་སི་ཏུ་བོད་དགེ་ད་ང་རང་ཚོ་བོད་ཀྱི་གསོ་རིག་ལྟར་དུ་བྱས་ན་ཤིན་ཏུ་ནས་ཀྱང་བཀའ་དྲིན་ཆེ་བ། གལ་སྲིད་ཁྱེད་རང་ཚོས་གཟུགས་མཁར་མཉམ་ཉིད་རྡོ་རྗེ་གིས་མཛད་རྣམ་དེ་ཚོའི་རྣ་ལོར་ལྟ་འདུག་མ་གསལ་བ་དེ་ཚོ་ཐམས་ཅད་ཨ་ནི་དེ་ན་ཟིན་ན་ད།

གལ་སྲིད་ཤ་རོགས་རབ་འབྱམས་ཀྱིས་ཀུན་ཏུ་ནད་ཀྱི་དང་གཙང་སྨྱོན་གྱི་གཏམ་ངག་མང་དུ་ཞུས། ཨེ་ཞུ་གོ་ཞུ་གོ་ཨ་ནི་གལ་སྲིད་ད་ཤ་རང་རབ་འབྱམས་པ་དགོངས་པ་དང་བཞིན་ཞིང་བྲག་ལ་ཕེབས་འགྲོ་དུས་ཨེ་ནི་དོགས་སེལ་གནང་སོང་དུས་སུ་གར་སྙོམས་གཉིས་དོགས་ཅན་ཀུན་དོན་ལ་ཡང་གནང་མ་ཡིན་ཟེར་ཡ་དེ་འདྲ་འདུག་ཨ། དེ་འདྲ་སོང་ཙང་གང་ལྟར་ང་རང་ཚོ་བོད་ཀྱི་གསོ་རིག་ཙམ་མ་ཡིན་པར་གང་ལྟར་གྲུབ་ཐོབ་པའི་སྐྱེས་བུ་ས་ཐོབ་པའི་སྐྱེས་བུ་འོ་དེ་འདྲས་བྱང་ཆུབ་སེམས་པ་དེ་འདྲས་ཅིག་རེད་འདུག། ང་དང་རྗེ་བཙུན་གཙོ་མཁར་བ་རྣམ་གཉིས་རྡོ་རྗེས་མཛད་པའི་སྦྱོར་བ་ཡིན་ལ་དེའི་སྦྱོར་བ་དེ་སྤྱི་འཐུས་ཕན་བདེའི་སྙིང་པོའི་ནང་ལོགས་ལ་ས་འབྲི་ལུགས་ཀྱི་དག་སྟེར་བ། སྤྱི་འཐུས་ཕན་བདེའི་སྙིང་པོའི་ནང་ལོགས་འབྱུང་བ་ལུས་འཁྲུགས་འདུས་ནད་གསོ་བ་ལ། འབྱུང་བ་ལུས་འཁྲུགས་འདུས་ནད་གསོ་བ་ལ་འདུས་པའི་ནད་གསོ་བ་ལ། ང་རང་ཚོའི་ཁ་སེང་དཀར་ཆག་སྐབས་ལ་དེ་འདྲས་ཡོད་པ་དུས་མེད་ཐང་ཆེན་སྙན་ངག་དངོས་གཞི་ལ་མན་ངག་སྲིད་འབྱོར་ཟླ་ཤེལ་ཆེན་མོ་དང་སྲིད་ཡོང་གི་ཡོད་པ་ཁོ་རེ་བ་དེ་ན་བཞིན་ད་འདིའི་སྐབས་ལ་འབྱུང་བ་ལུས་འཁྲུགས་འདུས་པའི་ནད་ཐམས་ཅད་གསོ་བར་བྱེད་པ་ལ་ཅུང་ཞིག་མཛོ་བོར་འདམ་ཐག་ཅིག་བཀང་བྱ། འདིའི་སྐབས་ལ་ང་རང་ཚོས་ཅུང་ཞིག་མཛོ་བོ་བཟོ་དགོས་པ་རེད། ཅོང་ཞི་བཟོ་བོ། ཅོང་ཞི་བཟོ་བོ་བཟོས་རྗེས་ཀྱི་ཅོང་ཞི་དེ་རང་ཚོའི་ཅོང་ཞི་ལེགས་པར་བཏུལ་རྗེས་ཀྱི་རྩྭ་ཀ་བསྲུབས་པའི་འདུལ་སྦྱོང་གི་ལག་ལེན་ཚུལ་བཞིན་དུ་བྱས་ནས། ཨ་ནེ་མཛོ་མོའི་གོང་མའི་ནང་ལོགས་ལ་ཡང་འདམ་བཏགས་རྗེས་ཞིབ་ཅིང་ཡག་པོས་བག་ལེབ་བརྒྱབ། ཨ་ནེ་ང་རང་ཚོ་རྒྱལ་བལ་གྱི་ཚེས་བཅོ་ལྔའི་ཉིན་འགའ་ལ་ཡང་ཨ་ནེ་ཅོང་ཞི་འདར་བའི་ཟུག་གུས་བ། འོ་ད་དེས་འདམ་བཏགས་གྲིབ་གང་བྱ། འོ་དེས་བྱ། བསྟན་གྱི་དབང་བྱེད་གསང་དྲུག་དབུས་དཔལ་ཙན་དན་གཉིས་གླ་རྩི་གསེར་གྱི་མེ་ཏོག་དུང་མོ་ཉུང། གླ་རྩི་གསེར་གྱི་མེ་ཏོག་དུང་མོ་ཉུང་བཅས་ཏིག་དང་བོ་ལྔ་དཀར་པོ་ཨ་རུ་ར་བ་ཤ་ཀ། བ་ཤ་ཀ་ཏི་གོར་ཏི་ཆིན་སུ་ཝང་རུ་ཏཱ་སྐྱུ་རུ་སིན་རུ་པི་པི་ལིང་བྲག་ཞུན་དུང་ཁྲི་ལྕགས་ཕྱེ། ཨ་རུའི་ལྕགས་ཕྱེ་ཨ་རུའི་ལྕགས་ཕྱེ་ཟེར་ཏེ་ད་ནི་ལག་ལེན་མི་འདྲ་བ་འགྲུབ་རྩིས་སྣ་མིན་སྣ་ཚོགས་བྱེད་ཀྱི་ཡོད་རེད། ཨ་རུའི་ལྕགས་དེ་ལྕགས་བཟང་པོ་གསེར་དཀར་གྱི་དག་བྱེད་བྱེད་བྱེད་པས་འདི་འདྲའི། ལྟར། ང་རང་ཚོའི་གི་པད་ཉི་མ་ལྕགས་ཟག་ཟེར་ནས་རེད། ལྕགས་ཟག་དེ་འདྲས་གི་བརྟག་དཔྱད་བྱས་ཚེ་ཁོའི་ནང་ལྕགས་དེ། ཡང་འོམ་བུའི་ཁུ་བ་ལ་སོགས་པ་དང་བུ་ཐོག་གི་ད་ཆུ་ལ་སོགས་པའི་གི་ལེགས་པར་བཀྲུས་རྗེས་ཀྱི་ལྕགས་གི་གཡའ་དང་འོ་དེ་ཚོ་རྩ་བ་ཉིད་ནས་མེད་པར་བཟོས་ནས། ཨ་ནེ་ཨ་རུས་གི། བཤད་སྙམ་པོ། བུས་སྐལ་བརྙེས་རྗེས་ཆེ་ག་འདབ་ཆགས་དེ་ཡོངས་སུ་རྫོགས་པ་གཅིག་ཀྱང་མེད་པ། ཁོ་རེ་ཨ་རུས་མ་བསད་པ་དུ་ཨ་ནི་བརྙེས་པོ་རེད། བརྙེས་རྗེས་ཆེ་ཨ་ལོ་རྒྱག་གི་རྒྱག་གི་བརྙེས་འོ་དེ་འདྲས་ཆེ་ཡང་ལྕགས་གཅིག་སྤུས་དག་གཅིག་བཟོ་སྲོལ་གཅིག། དེང་སང་ཡང་ལྕགས་རྡོག་རྡོག་དེ་འདྲས་མི་འདུག་གས་ལྕགས་ཟངས་འོ་དེ་འདྲས་ཡང་ཁོས་གི་ཁྲུ་ལུག་ལ་སོགས་པ་གོང་ལྟར་དུ་བྱས་ནས་ཨ་ནི་ཨ་རུ་སྙམ་པོ་བརྙེས་རྗེས་ཆེ།

རྩ་གཉིས་སི་ཏུ་ཆུ་རྩ་དང་ཁུར་རྩ་སེ། ད་ཆུ་རྩ་སི་ཏུ་རྩ་ནི་ང་རང་ཚོ་འབད་པོ་རེད་ཆུ་རྩ་དང་ལྕུམ་རྩ་མ་ནོར་ན། རེད་བ། ཆུ་རྩ་དང་ལྕུམ་རྩ་གཉིས་ནོར་སོང་ན་ཨ་རིག་ཡང་ཏག་ཏག་དེག་མ་རེད། ཆུ་རྩས་སྙན་ལྗོངས་མ་ཡི་སྐམ་ཚི་བྱས་སྙན་ལྗོངས་མ་ཡི་སྐམ་ཚི་བྱས་ཡིན་རྒྱུ་བྱས་ན་གྱོང་ལ་འགྲོ། འགྲོ་ཡག་གི་སྨན་ཆ་ཆ་རྐྱང་རེད། ད་ལྕུམ་རྩས་དུག་རྩ་གནོད་རྩ་བད་ཀན་སྦྱོང་ཟེར་གི་ཡོད་བ།

ཡིན་རྒྱུ་ཆུ་ཚ་ཆུ་མཛོད་གཉིས་འཁོར་རྩ་བ་འཁོར་སྔོག་བཅས་ཀྱི་གཏུབ་ཤ་དུས་ཚ་ནི་ཆ་རེད། ཡིན་ན་ཡང། སྨན་གྱི་ནུས་པ་ཆེ་ཆུང་དང་དུས་ཚོད་སྐབས་ལ་ལོག་ག་རེད་འདིའི་སྐབས་ལ་དགོས་ཡ་དེ་ཆུ་ཚ་རེད། ཆུ་ཚ་དང། འཁོར་རྩ་ཟེར་དུས་ང་རང་ཚོའི་ཁུལ་མ་ཡི་བ། བུ་གུང་ཡིན་ཟེར་ཟེར་གི་བ་ད། བུ་གུང་ཡིན་ཟེར་ད་འདིའི་གུན་འདྲེ་རེ་འཇིག་ཡོད་ན་ང་རང་ཚོས་དེང་སང། སྨན་མང་པོ་ཅིག་དེ་འཇིག་བ་རེད། གང་ཟག་ད།

དེར་བྱོན་ཚེ་ད་ཉི་མ་ཁུ་མཱ་སི་ཏུས་མེ་ཏོག་བསེའི་བུ་བཅས་སློབ་མ་སྟག་གི་ཤི་བཞིའི་འདྲ་བྱུང་ཡང། དེང་སང་ཁུ་མཱ་སི་ཏུས་ཙམ་ནས་ཧ་ལམ་མེ་རི་འདི་ལྟའི་སློབ་མ་ཞོགས་ཆེན་འདུག་ག་དེ་ཚོ་ད་ལྟར་ཏི་ཡི་ཙི་ཅིག་འགྱུར་གི་ཡོད་ས་རེད་སྐྱེ་དངོས་འགྱུར་ལྡོག་ཕྱིན་ཅི་ཆེ་དྲི་བའི་སྐད་འབྱུང་སྲིད་འོ་དེ་འདྲའི་ད་ད་ལྟར་མང་པོ་ཅིག་ང་རང་ཚོས་བྱེད་ན། སྨན་རྫས་ལ་ཡང་ཞིབ་འཇུག་བྱས་སྨན་རྫས་སློབ་གཉེར་གནང་ཡང་འདི་ས་གནས་ཀྱི་ཀྲུང་གོ་ཇུའུ་ཀྲི་སེ་དེ་མི་འདུག་གས། ཀྲུང་གོ་ཇུའུ་ཀྲི་སེ།

ད་མི་སྲོག་གི་ཐལ་བ་འདིའི་སྐབས་ལ་མི་སྲོག་གི་ཐལ་བ་དེ་མནན་ན་བླུག་གི་ཡོད་མ་རེད། མི་སྲོག་གི་ཐལ་བ་དང། མཁུར་རྩ་དང་ཆུ་རྩ་དང། ཨ་ནི་མི་སྲོག་གི་ཐལ་བ། མི་སྲོག་གི་ཐལ་བ་མི་རུས་རྩ་མའི་སྲོག་ཐལ་གྱི་ག་རེད། མི་རུས་རྩ་མའི་སྲོག་ཐལ་གྱི་མཚན་ཉིད་ལུས་ལ་ཞེན་པ་འགོག་རེད་པས། ད་དེ་འདྲ་ཡིན་དེ་མི་རུས་རྩ་མའི་སྲོག་ཐལ་བ་འདི་དེང་སང་མནན་ན་བཏང་གི་ཡོད་མ་རེད།

ད་དངུལ་ཆུ་མུ་སི་སེ་དེ་ང་རང་ཚོ་ད་དེ་ན་འགྲོ་གི་ཡོད་བྱས་དངུལ་ཆུ་གྲང་དུས་སྐབས་ལ། ད་དེ་ནས་གི་དྲི་ཆེན་ཟེར་ཡོད་པ། དྲི་ཆེན་དྲི་ཆེན་སྐབས་འདི་ལ་ཡང་དྲི་ཆེན་དེ་དེ་རེད། ད། འདི་སྤྱི་དང་བྱས་པར་བྱས་ན། གནས་ནང་ལ་ཡང་ད་ལྟ་རྒྱག་གི་ཡོད་མ་རེད། རྒྱག་གི་ཡོད་མ་རེད་འདི། རབ་བླ་མའི་དངོས་དང་སུ་འདུག་པ་དེ་ཡང་ད་གང་ལྟར་དུ་དྲི་ཆེན་ཡིན་བྱས་བྱས་བྱས་མ་ཤི་བྱས་ན། མི་དྲུང་ཁྲི་དྲན་དུག་སེལ་སྤྲང་པོ་ལྗོངས་རེད། ད་ངས། རེད། ཚིག་དེ་དྲན་མ་སོང་བ་དེ་འདྲ་རེད་འདུག་གས། མི་བསྐྲུན། འོ་དེ་འོ་དེའམ། མིག་གིས་འོ་དེ་ཚོ་གང་འཁོར་ཡིན་རྒྱུ་མཚན་ནི་འོ་དེ་རེད་དེ་ལས་སྣེ་ན་ལ་དེབ་སོལ་ཡོད་མ་རེད། པོ་ཏོ་ཙི་ལ་ཡ་ཡ་འདིའི་ཚབ་ལ་ཡ་དེ་ལྟ་མ་རེད་དཀར་ནག། དཀར་ནག་ལྟ་ངན་བྱུང་མ་རེད་འདིའི་སྐབས་ལ། དེ་འདྲ་སོང་ཙང་ད་འདི་སྨན་འདི་བཏང་སོལ་ཡོད་མ་རེད་རབ་བླ་མའི་དངོས་དང་སུ་འདུག་ག་འདིའི་ནང་ལོག་རབ་བླ་མའི་དངོས་དང་དེ་མིན་གང་རུང་ནུས་ལྡན་བསྲེགས།

བདུད་རྩི་རིལ་བུ། བདུད་རྩི་རིལ་བུ་ཟེར་ང་རང་ཚོའི་བདུད་རྩི་ཆོས་སྨན་དེ་འདྲ་ཡོད་པ། དེ་འདྲ་འདྲ་སྦྱར་བ་ཡིན་ཞེས་འབྲི་གུང་སྤྱི་འཐུས་བླ་མའི་ཞལ་སྐྱོན་ལས་དེ་ལྟར་གསུངས་འདུག། དེའི་རྗེས། ད་སྐུ་སྤྱི་ལ་འདིའི་སྐབས་ལ་སྐུ་སྤྱི་ལ་དེ་དོན་མཐུན་གྱི་རྒྱུ་བྱས། ཧོང་ལེན་མ་ནུའོ་ལུག་རུ་སྨུག་པོ་སྟེ། ཧོང་ལེན་དང་མ་ནུའོ། ད་ལུག་རུ་སྨུག་པོ་ཞེས་བྱ་བ་དེ་ང་རང་ཚོའི་ལུག་རུ་སེར་པོའི་ཆུ་རུ་ཆུ་འཐུང་རྗེས་ལུག་རུ་སྨུག་པོའི་དུག་ཚོས་ཆུ་སེར་སེལ་ཟེར་ང་རང་ཚོའི་ལུག་རུ་སྨུག་པོ་ངོ་ཤེས་བདེ་པོ་རེད་བ། དེ་ཚོ། སྨུག་པོ་སྟེ། དེའི་རྗེས། མའི་སྣ་ཁ་སུམ་ཅུ་སོ་བདུན་སྐབས་དེ་དུས་ཙམ་ནས་མདའ་བཞི་སོ་བདུན་ཟེར་གྱི་བ་རེད།

ཡིན་ཙང་མིང་དུ་བཏགས་པར་མཛད་པ་གང་ཞིག་གཟིམས་མལ་གྱི་ནུས་པ་ཅུང་ཟད་བསིལ་བ་དང་ལྡན་པ་འདི་ཉིད་གནས་གཞིར་བསྟུན་ཏེ་རང་རང་གནས་འདས་ཕུས། འདིའི་སྐབས་ལ་འདུ་བྱེད་ཐམས་ཅད། ཏན་ཏན་ཏིག་ཏིག་བྱས་ཏེ་འདི་བྱེད་འགྱུར་རེད་དཔེར་ན་རི་ཆགས་ཤིང་ཀླུང་ཤས་ཆེ་ན་སྒར་བྱང། རང་ཚོད་ཡོད་པ། ཀླུང་ཤས་ཆེ་ན་སྒར་བྱང་དང་ཁྲི་ཤས་ཆེ་ན་ཆུ་སྲིན་བརྐོས་གྲང། བད་ཀན་ཤས་ཆེ་ན་ཆུ་སྐུད་ཚ་སྣོད་སོགས། རང་རང་གི་སྨན་བསྟེན་ཕུལ་བའི་ཕན་ཡོན་ནི། འོ་ད་ནད་གཞིར་བསྟུན་ཏེ་རང་རང་སྨན་བསྟེན་ཕུལ་བསལ་ཏེ་ང་རང་ཚོས་སྨན་གྱི་བསྟེན་ཚུལ་བཅས། བསྟེན་ཚུལ་ཡང་དག་པ་བཅས། ཡང་དེ་ལྟར་བསྟེན་པའི་ཕན་ཡོན་དེ་ལ་དུག་དང་མུག་པོ་ཁྲག་ཏུ་འཁྲུ་རྒྱུག་དང་གབ་ཚད་ཇེ་ཉེ་འཇོམས་དྲུག་ཐག་པ་དང་མ་ཞུ་རླངས་འཁྲབ་ཚིང་དང་ཆུ་སེར་སྐྲན། འདྲེ་འདུས་ནད་རྣམས་འཇོམས་པའི་རྡོ་རྗེ་ཡིན་གསུངས་པ། དེ་འདྲའི་སོང་ཙང་དུག་དང་སྨུག་པོ་ལ་སོགས་པའི་རྐྱེན་གྱིས་ད་འདི་དུག་དང་སྨུག་པོ་ཟེར་དུས་ནད་ཀྱི་མིང་སྟེ་ནད་ཀྱི་མིང་ངམ་ནད་ཀྱི་ངོ་བོ་ལྟ་བུ། དེ་དག་གི་རྐྱེན་གྱིས་ནད་ཁྲག་སོ་ཁྲག་ཏུ་འཁྲུ་བའམ་ཁྲག་ཏུ་སྐྱུགས་པ་དང། སྨུག་པོ། ཨ་ནི། དུད་རོང་ལ་སོགས་པའི་གི་ནང་ལོགས་ལ་ཡང་ཨེ་ནི་རྒྱས་པ་དང་དུད་རལ་བྱུང་བ་ལ་སོགས་པའི་རྐྱེན་གྱིས་ཁྲག་ཏུ་འཁྲུ་བའམ་ཁྲག་ཏུ་ཡང་ན། ཕོ་བ་ལ་སོགས་པའི་གི་ནད་སུ་དེ་བྱས་ཙེ་ཙེ་ཡང་གྱེན་དུ་སྐྱུགས་པ་དང།

ཁྲག་ཟས་རྒྱས་ཤིང་གནས་སྲུང་གི་མཚན་ཉིད་རྣམས་འདྲེས་ཅིང་འཐབ་པ་དེ་ལ་འགྲམ་ཚད་འགྲམ་འཁྲུགས་འཐབ་པ། དང་མ་ཞུ་སེམས་གཉིས་ཀྱི་ནད་དང་འདིའི་སྐབས་ལ་གཙོ་བོར་འདི་ཆ་བྱ་ན་མ་ཞུ་བ་སེམས་གཉིས་ཀྱི་ནང་ལོག་ནས་དྭངས་མ་མ་ཞུ་བ་འདྲ་གཙོ་བོར་གྱུར་པ། དེ་ཡང་སྙིགས་མ་མ་ཞུ་བ་ལ་མ་འགྲོ་བ་དེ་འདྲ་མ་རེད་སྙིགས་མ་མ་ཞུ་བ་ལ་རྟགས་འགའི་ཡང་རེས་མ་ཞུ་སེམས་གཉིས་ཀྱི་ནད་དང།

འདྲེན་ལ་སོགས་པ་ཨུཏྤ་འདྲེན་པ་དང་འདུས་པའི་ནད་རྣམས་འཇོམས་པའི་རྡོ་རྗེ་ཡིན་ནོ་ཞེས་སོ། གཞན་ཡང་འདིར་སྤྱི་བསྡུས་བྷན་དྷའི་སྙིང་པོའི་གབ་པ་སྔོན་དུ་བྱུང་བས་འདི་མིན་ལས་གཞན་ཡང་འདུས་ནད་སྨུག་པོ་ལ། ཕོ་བ་འཕྲོག་པ་དང་ཁྲོ་ཉམས་བྱེད་ན་ལུས་ཁམས་བཟང་ངན་ལ་དཔགས་ནས་རིལ་བུ་བསྐྱེད་དོ། ད་འདིའི་ནང་ལོགས་རིལ་བུ་བསྐྱེད་དོ། རིལ་བུ་ཡང་ཕྱག་བསྐྱེད་ཞེས་གསུངས་པ་རེད། རིལ་བུ་ཡ་ཆ་བསྐྱེད་བྱེད་ཀྱི་སྟོང་གསལ་དང་འདི་རིལ་བུ་གཉིས་བཏང་གི་ཡིན་གསུམ་བཞི་ལ་སོགས་པ་འདུ་ཤེས་ཡ་ཆ་བསྐྱེད་བྱེད་སྟོང་གསལ་ལུས་ཟུངས་བཟང་ནག་གསུམ་རེད་འདི་ནང་ལོགས་ལ་ཡང་དོན་རྡོ་རིལ་གྱི་དངོས་གཞི་དེ་ལ་ཡང་གོང་བུ་ཞིག་ཡོད་རེད་དངོས་གཞི་གྲོང་ཚོའི་བ་སོ་སོ་ཐམས་ཅད་ལ་དེ་རང་བཞིན་འབྱུང་ངོ་དེ་ཅི་ལྟར་མ་ཤེས་ཡོང་གི་རེད་ད་དེ་འདྲས་ཡང་འབྱུང་གི་རེད་ཟླ་ཤེལ་ལ་ཡང་མྱང་འདྲེ་ལྔ་པོ་རྒྱབ་བྱེད་ཀྱི་ཟླ་མྱང་གསལ་དེ་འདྲས། ལྟ་ཉན་ཡང་ཡོད་རེད་ལ། ཕལ་ཆེར་དེ་འདྲའི་གཏང་སྲོལ་ཡང་འདུག། དེ་འདྲ་ཡིན་ན་གོ་བ་ནི་ཡོང་གི་ཡོད་ན་ངས་ཧ་གོ་མི་སོང། བྱས་ཙང་མདའ་བཞི་ཁོ་སྐབས་སྐབས་ལ་མ་འཁྲུར་བཅུག་ཡས་ཅིག་ལ་མདའ་བཞི་གཏང་གི་ཡོད་འདྲ། གོ་བ་འདིའི་ནང་ལོགས་ལ་ཡང་གཞུང་འདི་ལ་ཡང་ལྟ་དུས། དཔེར་ན་ཕོ་བ་འཕྲོག་པ་དང་འཁྲུ་མཉམ་བྱེད་ན་ལུས་ཁམས་བཟང་ངན་ལ་དཔག་ནས་རིལ་བུ་སྐྱེས་འདུག་དེ་རང་བཞིན་འབྱུང་འདུག་ལ་སོགས་པ་རང་བཞིན་ཡོང་གི་ཡོད།

ཟླ་འདིའི་ནམ་རྒྱུན་གྱི་འགྲོ་སྟངས་རེད་མ་ཚད་པ་དང་སྡུག་ལ་ཐང་ཆེན་ཉལ་ཉལ་དུས་ལ་རི་བོ་ཆ་བསྐྱེད་དོ་ཞེས་གསུངས་སོ། འདུག་ཚུལ་ང་ཚོ་ང་རང་ཚོའི་ལག་ལེན་སྐབས་ལ་བེད་སྤྱོད་གནང་རྒྱུ་དེ།